དེ་སླད་ཨནྟ་རིམ་པའི་བརྙན་འཕྲིན་ཐོན་དུས་ཀྱི་གྲ་སྒྲིག་ཞུ་བྱ་ཡོད། གོ་བོ་ཆུ་རྒོད་དང་འདྲེས་པས། འཛམ་གླིང་རྒྱལ་སྤྱིའི་ནང་ལ་ཡིན་པའི་ན་ད་ལྟ་རྐང་གཡེང་ཆེ་ཤོས་དེ་རྒྱ་གར་ཆེད། ཨ་མི་རི་ཀ་ཆེད། དེ་ནས Brazil། ལ་རྐང་གཡེང་ཆེ་ཤོས་ཤིག་ཆགས་བསྡད་ཀྱི་ཡོད་རེད། ད་ལྟ་འདི་ཨ་རིའི་ནང་ཡིན་པས་ན་ང་ཚོ་མངའ་སྡེ Washington མངའ་སྡེ་ནང་ཡིན་པས་ན་གནས་ཚུལ་དགའ་རོགས་བཟང་རོགས་ཕྱིན་ཡོད་རེད། ད་ད་ལྟ་དམིགས་ཡུལ་འབྲས་བུ་འདི་ད་ལྟ་ནད་གཞི Our estimates ཞེས་འདུག་ག་འདི་ནད་གཞི་ནག་ཉེན་གཅིག་གིས་མི་གཞན་པ་ག་ཚོད་ལ་བཀོལ་དགོས་རེད་ཞེས་དེ་རེད་འདི་གྲངས་ཀ་གཅིག་ལས་ཉུང་བ་དགོས་དགོས་རེད་སོ་ང་ཚོས་ཀྱི་རེ་བ་འདི་གྲངས་ཀ་གཅིག་ལས་ཉུང་བ་ཆགས་ཡོད་ན་ཨ་ནི་ནད་གཞི་ཉུང་རུ་དགའ་རོགས་འགྲོ་བའི་ཀྱི་རེ་བ་ཞུ་གི་ཡོད་རེད། ད་ནི་གཞི་གནས་སྟངས་འདྲ་བོ་དེ་ད་ལྟ Washington མངའ་སྡེ་ན་ཡོད་པ་འདྲ་བོ་ཨ་རིའི་ཡོང་ཁོངས་ལས་ཐག་རང་རེད། ནག་ཉེས་མང་ཆེ་བའི་ལོ་ཆུང་བ་ན་འདུག་གལ་སྲིད་ལོ་དྲུག་ཅུ་ལས་ཉུང་བ་ཡིན་པ་ན་བརྒྱ་ཆ་བརྒྱད་ཅུ་ལྷག་ནད་གཞི་དེའི་ནང་ཕོག་ཡོད་དམིགས་བསལ་ལོ་ཉི་ཤུ་དང་ཞིབ་བཞི་བར་དེ་ནང་ནད་གཞི་མང་པོ་ཞིག་ཕོག་འདུག་ད་སྔོན་འགོག་ཁབ་ཀྱི་འབྲེལ་བ་ཞུས་པ་ཡིན་ན་ད་ཕལ་ཆེར་ཉིས་སྟོང་ཉི་ཤུ་གི་ལོ་མཇུག་ཡས་མས་ན་ཉིས་སྟོང་ཉི་ས་གཅིག་གི་འགོ་ལ་ཕལ་ཆེར་ཡོང་གི་རེད་ད་ལྟའི་ཆ་ལ་བཤད་པ་ཡིན་ན་ཨ་ནི་སྨན་ཁབ་དེ་ཐེངས་གཉིས་རྒྱག་དགོས་རེད་དེ་འདྲ་གསུངས་ཞེས་པ་ར་ལ། ད་སྙེ་མ་དེ་འདྲ་ཨ་རིའི་གཞུང་གིས་ཆོག་མཆན་གནང་ཡ་ཆེད་དུ་སྔོན་འགོག་གི་ཁབ་དེ་ཨ་ནི་ནུས་པ་ཐོན་ཡ་དེ་ཨ་ནི་ས་འགོག་ཐབས་བྱས་ཡ་དེ་བརྒྱ་ཆ་ལྔ་བཅུ་ཀྱི་ཚད་གཞི་གང་ལ་བྱ་ཞོར་ལྔ་བཅུ་ལས་མང་གོ་གི་ཡོད་རེད་ཟིན་གྱི་མིན་གྱི། ད FTA གི་སྔོན་འགོག་གི་ཁབ་ཅིག་དེ་ཡ་ཁ་ཤོ་རེད་ཆ་རྐྱེན་ཚང་འདུག་བཤད་པའི་བཤད་པ་ཡིན་ན་དེ་ནས་ད་ལྟ་སློབ་སྟོན་གནང་མཁན་གྱི་ཚོགས་ཆུང་བརྗོད་དེ་གིས་དེའི་ཐོག་ལ་ཚོགས་འདུ་ཚོགས་བྱས CDC ལ་སློབ་སྟོན་གནང CDC གིས་དེ་ཡ་ཁས་ལེན་ཞུས་པ་ཡིན་ན

ད་ད་ལྟ་ང་ཚོ་སྟོན་ཁ་དང་དགུན་ཁ་སླེབས་པའི་སྐབས་དེར་ང་ཚོ Flu དེ་ལོ་ཟླ་རེ་བཞིན་ཡོང་གི་ཡོད་རེད་ད་སོང་ཙང་དེའི་ཐོག་ལ་ད་ལྟ COVID དང་འདྲ་བོ་ཡོད་དུས་ནད་བཅོས Test ཅིག་གན་ཐོག་ཡོད་ན་ཕན་ཐོག་གི་རེད་བསམ་གྱི་འདུག་ནད་གཞི་འགོས་ནས་ནད་གཞི་ནད་རྟགས་ཐོན་ཡས་དེ་ཉི་མ་བཞི་ཟིན་ནང་ལ་ཐོན་གྱི་ཡོད་རེད Flu ཡིན་པས་ན་ཨ་ནི COVID བཅུ་དགུ་དེ་ཉི་མ་བཅུ་བཞི་ནང་ལ་ཁོ་བོ་ཡོད་རེད་བ་ལོ། ཨ་འདི་ནས་ནད་གཞི་ཕར་ཚུར་བཀོལ་བས་དེ་ཨ་ནི་ནད་རྟགས་ཐོན་པའི་སྐབས་ནས་ཨ་ནི་ནད་གཞི་ཕར་ཚུར་བཀོལ་བས་ཀྱི་ཉེན་ཁ་ཆེ་ཤོས་ཡོད་རེད། ཨ་ནི་ཀོ་བིད་ནཱ་ལ་ཡིན་པས་ན་ནད་རྟགས་མ་ཐོན་པའི་ཀྱི་ཆུ་ཚོད་ཉི་མ་གཉིས་སྔོན་ནས་ཨ་ནི་ནད་རྟགས་ཕོ་བས་ཕར་ཚུར་བཀོལ་བས་དེ་ཉེན་ཁ་ཆེ་ཤོས་ཡོད་རེད། ད་ནད་གཞི་ཁོ་རང་ཡིན་ན་དུག་ཤོས་དུག་པོ་དེ་ག་དུས་ཡིན་སྐོར་ཟེར་ན Flu ནཱ་ལ་ཡིན་པས་ན་ཉི་མ་བདུན་ནང་བྱས། ཨ་ནི་ཀོ་བིད་བཅུ་དགུ་ནཱ་ལ་ཡིན་པས་ན་བདུན་ཕྲག་གཉིས་ཀྱི་རྗེས་ལ་ཡིན་སྐོར་རེད།

དཀའ་ཉེན་མང་པོ་ཅིག་ཁ་ཕྱོགས་ཡོད་ཟེར་བས་ན་དཀའ་ཉེན་ཆེ་བ་ཅིག་ནད་གཞི་ནད་ཉེན་ནད་གཞི་ཕོག་ཉེན་མང་ཆེ་ཅིག་ཨ་ནི་ནད་རྟགས་ཤུགས་ཆེན་པོ་ཡོད་མ་རེད་ཀོ་བིད་ནཱ་ལིན་པའི་ནད་ཧྥུ་ལུ་ནཱ་ལིན་པའི་ནད་ཡིན་ནའི་ནད་གཞི་འདི་གཞན་པ་ལ་བཀོལ་ཐུབ་ཀི་ཡོད་རེད་སོ་དེ་ཉེན་ཁ་ཆེན་པོ་ཅིག་ཆགས་ཀི་ཡོད་རེད་ཨ་ནི་ད་བར་སོང་ཙང་ཧྥུ་ལུ་ནང་ལ་ང་ཚོ་ལོ་ཟླ་རེ་ཞིག་སྔོན་འགོག་གི་ཁབ་ཡོད་ཡོད་རེད་ད་ལོ་ཡིན་ནའི་ད་ལྟ་འགྲོ་བཞིན་པ་རེད་ཨ་ནི་ང་ཚོ་དེ་ནད་གཞི་ཕོག་ནས་འདས་གྲོངས་འགྲོ་བའི་དེ་ལྟ་བརྒྱ་ཆ་བཅུ་ཆ་གཅིག་ཤེས་དགོས་རེད་བ་ད་ཁོ་བོས་བཅུ་དགུ་དེ Flu ལས་ཨ་ནི་ལྡབ་གཉིས་ལས་ལྷག་པ་གི་ཨ་ནི་ཉེན་ཁ་ཆགས་ཡོད་ཆེ་ཡོད་རེད། ད་སོང་ཙང་ད་མུ་མཐུད་ནས་རྣམ་པ་ཚོ་ཆགས་སྲིད་ཡ་ཡང་སེང་སེ་སྲིད་ཡ་བྱས་ཨ་ནི་ཕྱི་ལོག་ལ་ཕེབས་པ་བྱུང་པ་ཡིན་ན་ཨ་ནི་ཡིན་གཅིག་མིན་གཅིག་ཐག་རིང་ཞུ་རོགས་གྱིས་རེད་བ། Fit to མི་དྲག་གཉིས་ཨ་ནི་ཡང་ཡིན་ཡིན་གྱི་མིན་གྱི་ཕས་གོ་ཆུང་པོ་ཡིན་ན་ཨ་ནི་ཁ་རས་དེ་ཆུ་རོ་བྱེད་བྱས་ཏེ་མུ་མཐུད་ནས་ད་དེ་ལས་མཉམ་དུ་གལ་ཆེ་ཤོས་གཅིག་ད་ད་ལྟའི་དུས་ཚོད་དེ་ལ་ཨ་ནི Flu གི་སྨན་སྐབས་དེ་ཡིན་གྱི་མིན་གྱི་སྐྱོན་རོ་བྱེད་བྱས་བྱས་ད་དེ་དུས་སུ་ཞུ་བས་ཡིན་ད་གལ་ཆེ་ཤོས་དེ་འོང་དེ་བྱས་གི་འདུག་ལགས་སོ་ཐུགས་ཆེ་གནང།